རང་ལ་ལྟ་མཁན་རེད་ལབ་ཟེར་བ། ཨ་ནི་འོ་འདི་འོ་འདི་རེད། ཨ་ནི། ལྡི་ལི་ཡ་ས་སྐྱ་གུང་མོ་རིན་པོ་ཆེ་བལ་སྐོར་རེད། ཨ་ནི་ཁོ་རང་ཚོས་ཀྱི་དབང་ཡོད་རེད་དྲུག་ལབ། ཨ་ནི་འོ་འདི་འདྲས་ཅིག་ལབ་ཡོང་དུས་ཙམ་པ་ལི་ཡ་ཧོབ་ཏུ་མེད་པ་ལི་ཡ། གཉིས། མིའི། ཁོ་རང་ཚོའི་གི་ལབ་ཉེས་དང་ང་ཚོའི་ཉེན་དང་གཉིས་པ་རལ་ཡ་གོ་ཐང་འདྲ་བོ་དེ་པ་ན་ནི། ནམ་རྒྱུན་ང་ཚོའི་ད་སྤྱི་ཐང་གི་འཁྲུངས་སྐར་གི་ཉི་མ་དེ་ཡིན་པ་ན་ཕྱི་རྒྱལ་ལུང་པ་ག་བ་ལ་ཡིན་པ་ནས་ད་རྒྱ་གར་མ་བརྩིས་པའི་ཕ་ཆེན་ཕ་ཆེན་ཕྱི་རྒྱལ་ལུང་པ་ག་བ་ཡིན་པ་ནས་ནི་འཁྲུངས་སྐར་དེ་ཡིན་ན། གཟའ་སྤེན་པ་གབ་བསྟུན་རྗེས་ཡ་གཟའ་སྤེན་པ་ཆུང་ཁར་གྱི་ཉི་མ་གཅིག་གཉིས་གཉེན་ལ་ཁྱི་གཡོས་ནས་རྗེས་ལ་གངས་ཀྱི་ཉི་ཡ་བསྡུས་ནས་གཟའ་སྤེན་པ་ག་དུ་རྒྱབ་བྱས། ཨ་དལ་ཡང་ང་ཚོའི་འཁྲུངས་སྐར་བཏང་སྐོར། ཨ་ནི་འཁྲུངས་སྐར་སྤྱི་བཏང་དུས་འཛམ་བྷ་ལི་ན་སྤྱི་བཏང་གི་ད་འཁྲུངས་སྐར་ལ་ཡང་ཨ་ནི་ང་ཚོ་མི་སུ་ཡིན་པ་ཡིན་ནའི་ད་འཁྲུངས་སྐར་སྐབས་སུ་ལ་ཡ་ད་ག་རེ་ཧྥན་མོ་མིན་ཇོའེས་མོ་མིན་འགྲོ་བཞིན་དུས་འཛམ་བྷ་ལི་ཡ་ག་ད། མིག་ལ་ཡ་ལྟད་མོ་ཡག་པོ་ལྟ་ཡ་འདྲ་བོ་དང་རྗེས་གཡོལ་ར་གང་དང་ཞེས་ཞབས་བྲོ་ག་རེ་ཡིན་པ་ཡིན་ནའི་ནི་ག་ལ་ཡིན་ནའི་ག་ལ་ཞིམ་པོ་ཟ་ཡ་ཨ་ཨ་ནི་ཡ་མྱུ་ཟིག་ར་ཅིག་ལྟ་ཨང་ཞེས་འདྲ་སྟངས་ཁ་ཤས་ཀྱིས་ད་གང་དང་ཞོགས་པ་རྒྱག་གི་ཡོད་རེད། གང་དག་ཅིག་གིས་དགའ་དགའ་སྤྲོ་སྤྲོ་ངང་ནས་ཡ་ད་འཁྲུངས་སྐར་ཅིག་ལྟ་འདོད་ཙམ་པ་ལ་ཡ་ཧྥན་མོ་མིན་འདྲ་བོ་ཅིག་ལྟ་འགོ་ར་ཨ་ནི་འདིའི་ལུགས་སྲོལ་དེ་ས་བ་མ་རེད་ད་ལོ་བཅུ་བགྲང་ནི་དེ་འདྲ་རང་བྱས་ནི་འགྲོ་བསྡད་ཤག་ང་རང་འདས་གྲོང་འགྲོ་སླེ་ནས་བྱས་ནི་དེ་འདྲས་འགྲོ་བྱས་ནི་ང་ལ་འགྲོ་གི་འདུག་བ། ཨ་ནི་ཀ་སིང་ན་ད་རོགས་པ་དེ་གི་དེ་འདྲས་འགྲོ་བྱས་ལབ་ཡོང་དུས་ཙམ་བ་ཨ་ནི་ཕ་ཆེན་ལབ་དང་འདྲ་བོ་དེ་ལ་ཡ་ཨ་ནི་ས་སྤེན་པ་ལ་ཡོད་མ་རེད་དུ་འདུག་འདྲ་བྱས་ཨ་ནི་གཅིག་ནས་ཨ་ནི། ལ་བདུད་འཛིན་པའི་གདངས་སྒྲོག་དེར་ཨ་ནི Chief Guest ནི་ས་སྐྱ་གོང་མ་རིན་པོ་ཆེ་ཕེབས་ཡོད་རེད། ཨ་ནི་བཟང་གསོལ་གར་ས་ནས་དབང་ཡོད་རེད་ཟེར་བ་ཅིག་ལ་ནི་ཁོ་རང་ལབ་སོང་ཡང། ད་སྔ་དེ་འདྲའི་མིང་དེ་འདྲའི་ད་དུང་གོ་མེད་ད་མི་ཁ་ཤས་ཀྱིས་དེ་འདྲའི་ལབ་གི་འདུག་ད་དེ་ལབ་འོང་དུས་ཙམ་པ་ལ་ཡང་ལམ་སང་ཁོ་རང་གིས་ཨ་ཨི། འཁྲུངས་སྐར་ཉིན་མོ་འདི་ནམ་རྒྱུན་བཟའ་སྤེན་པ་ལ་བཏང་དེ་འདི་ད་ལན་བཟའ་ཟླ་བ་ལ་བཏང་ཨ་ནི། འཁྲུངས་སྐར་ཉིན་མོ་ལས་དབང་འདྲ་བོ་ཞུས་འདྲ་བྱས་རེད་དོ་མཛད་སྒོ་འདི་ཕ་ཆེན་དབང་འདྲ་བོ་འདི་བྱིན་ན་ད་ད་ང་ཚོའི་གི་ནམ་རྒྱུན་གི་ཞེ་ན་དང་ཅིག་མཛད་སྒོ་མང་པོ་ཡོད་རྒྱུ་འདི་ཕ་ཆེན་ཡོང་གི་མ་ར་ཨ་འབད་ཁོ་རང་ལོ་ག་ཞུ་ཅིག་བཟོ་གི་འདུག་བ་ད་ལན་གར་ཅིག་ནས་བཟོས་ཡིན་ན་ལ་ནས་ཡོད་ར་ཨ་འདི་འདྲས་ཅིག་གི་གང་ལྟར་ཅིག་བཟོས་ཡོང་དུས་ཙམ་པ་སྐད་ཆ་འདྲ་བོ་ཞིག་ད་འདོད་ཕ་སྐད་ཆ་འདྲ་བོ་དྲིས་འདྲ་བྱས་དུས་མི་ག་ཤེད་གི་ལ་ན་ཨ་ས་སྐྱ་གོང་མ་རོན་པོ་ཆེ་ཨ་ནི།

སོ་གུན་ནང་བཞིན་བྱས་ནས་འགྲོ་བསྡད་ཀྱི་ལམ་སྲོལ་ཅིག་ག་ནི་འགྱུར་བ་ཅིག་བཏང་འོང་དུས་བརྩམས་པ། དེ་འབྲེལ་གྱི་ནི Notice དེ་དག་པས་ཆུ་འགྱུར་སྤྲད་སོ། དཀོན་མཆོག་གསུམ་ཟླ་བ་གཅིག་གཉིས་ཀྱི་ནང་ལོག་ལ་མ་ཤི་གོང་ཚོད་སྤྲད་མ་སོ། དེ་འདྲས་ཡིན་པ་ཡིན་ན། ག་ད་འཁྲུངས་སྐར་ལ་ཡ་འཁྲུངས་སྐར་ཉིན་མོ་ལ་ཡ་འཁྲུངས་སྐར་སྲུང་འཛིན་བྱེད་ཐུབ་དགོས་ན་ད་དཔེ་ཡག་པོར་དེ་ལས་ད་ཡིན་ནས་ཁ་ཡོད་ལག་ཡོད་ཀྱི། སྲུང་འཛིན་བྱེད་རྒྱུ་ཡོད་ལ་འདི་ལ་ཡང་མི་མང་གིས་རྒྱབ་སྐྱོར་རག་གི་ཡོད་མོད་མི་མང་འདི་ནང་ལོགས་ལ་ཡང་འཛུལ་ཞུགས་བྱས་འདུག་གི་ཡོད་མོད་དེ་ཚོ་ཚང་མ་ལ་ཡང་རྩིས་རྒྱག་དགོས་ར་ནི་འོང་དེ་འདྲས་ཡིན་དུས་ཙམ་པ་ལ་ཡང་དེ་ཚོ་དང་ང་ཚོའི་མི་མང་ལས་ཀ་འགྲོ་ངེས་ལ་དེ་ཡང་བསམ་བློ་ཁོ་རང་བཏང་མ་སོང་བ་འགྲོ་ལ་ནི་ལམ་སང་ཁོ་རང་གི Negative འགྲོ་གི Thought འགྲོ་གི་ཡོང་གི་འདུག་ཨ་ཡ་ཨ་ག་རེ་བྱེད་རེས་ལ་ཡ་སོ་ར་བྱོས་ར་ག་འདའ་མིའི་ལས་ཀ་འགྲོ་ངེས་འགྲོ་བཞིན་པ་ཡིན་ན་ད་ཁྱེད་རང་ཚོས་གཙོས་བོད་ཀྱི་ལས་ཀ་འབྲུག་འོག་རེད་ད་ཁྱོ་ག་ལས་ཀ་འགྲོ་འགོ་རེད་ཀྱི་མེད་ལས་ཀ་འགྲོ་འགོ་རེད་སྤུ་གུ་ལབ་དྲག་འགྲོ་ངེས་ཡོད་རེད་ཀ་ཤེད་ལས་ཀ་འགྲོ་ངེས་ཡོད་རེད་རྣ་མེད་ཡོད་ར་རྣ་མེད་སྣ་ཚོགས་ཡོད་དུས་ཙམ་པ་ལ་ཡ་ད་དགོངས་པ་འདྲ་བོ་ཞུ་དུས་ཙམ་པ་ཡིན་ན། ཡིན་དོན་མེད་ལས་ཀ་མང་པོ་ཅིག་ཞུས་ས་མང་པོ་ཅིག་ལ་ཡིན་པ་ཡིན་ན་སོ་སོའི་གི་བརྙན་བཏིང་བྱས་ནས་ཡ་ཟླ་བ་མང་པོ་ཅིག་བརྙན་ནས་ང་ཨ་ནི་ས་སྤེན་པ་ག་དུ་རྒྱབ་པ་དེ་ལ་ཡ་ཨ་ནི་ང་དགོངས་པ་ཞུ་ཡན་ཡིན་ལ་ནི་ག་ད་ལས་ཀ་དེ་ཚོ་བརྙན་ལ་བྱེད་དགོས་ཡོད་ནི་རེད་རྗེས་ལ་བྱེད་གིན་ཡིན་ལ་ཡོད་ནི་ག་ད་ཁོ་གང་ལྟར་ཏན་ཏན་ཏིག་ཏིག་འདྲ་ཅེས་ཟླ་བ་མང་པོ་ཅིག་བསྙད་ནས་ཟོས་བཞག་ཡོད། ད་དེ་འདྲའི་མང་པོ་འདི་འདྲའི་ཅིག་གི་བྱོས་བྱོས་འདི་འགྱུར་བ་ཅིག་བཏང་ཡོད་རེད་ལབ་དུས་ཙམ་པར་ནི་མི་ཕ་ཅོག་འདི་འཐོམ་གི་རོགས་ཁོ་ག་འདྲས་སུ་བྱས་འདུག་རེད་ཨ་ནི་མི་མང་པོ་ཅིག་གི་བསམ་ཚུལ་ནང་ལས་ཁ་སིན་ལས་ཡོད་རྒུ་རུ་དྲན་དགོས་འདི་འདྲ་གི་ཁ་སིན་གནས་ཚུལ་འདི་ཁྱེད་རང་ཚོས་གོ་ཡོད་ནར་ད་ད་ད་ལན་ད་འཁྲུངས་སྐར་ཕ་ཆེན་འགྲོ་ཐུབ་མ་སོང་ཡ་ཟ་ཟླ་བ་ལ་ད་ད་ལན་ང་ཚོ་འགྲོ་ཐུབ་མ་སོང་བ་ལ་ནི། ཅེས་ནང་མི་ནང་ལོག་ལ་ཡ་དེ་འདྲའི་སྐད་ཆ་ཕར་ཆེན་ཡོང་ཡོད་ར་དྲན་གི་འདུག་ཡ་ཉུང་ཤས་ཅིག་ནང་ལོག་ལ་ལྟ་རྒྱ་རན་དྲིན་ཡོང་ར་དྲན་གི་འདུག་ར། ཨོ། ད་འོ་དེ་འདྲའི་འགྲོ་ཅིག་གི་ཁ་སིའི་གནས་ཚུལ་ཅིག་འགྲོ་དུས་ཙམ་པ་ལ་ཡ་མི་མང་པོ་ཅིག་འདི་ནང་ལོག་ལ་ཡ་ནི་ཡ་ཅིག་ཁྲུ་གས་ཅོ་ཨ་ནི་ཁ་ཤས་གི་ཡ་འདི་དཀྲོག་གཏམ་འདྲ་ཅིག་བཟོས་ནི་ཡ་ས་སྐྱ་དང་ཡ་དགེ་ལུགས་ལ་གུས་ནས་ག་འདྲ་ཅིག་གི་ཧའི་ཅེག་བྱེད་ཀི་འདུག་ལ་ཡ་ཅིག་ཡོད་ར་ཕ་ཕྱོགས་གི་དུས་ཚོད་འདི་ནང་ལོག་ལ་ཡ་ཚུ་ཕྱོགས་གི་ཆོས་ལུགས་འདི་ནང་མཛོད་དྲུག་ཏུ་ལས་ཟོར་བ་འདྲ་བ་གཅིག་གིས་གང་དག་བསྐྱེད་བྱ་དེ་སླད་ཡོངས་འདུ་བ། བརྗོད་བཞི་འདྲ་བ་གཅིག་དེ་འདྲའི་གིས་ཨ་ནི་མི་སྤ་ར་ལི་ཡ་དེ་འདྲའི་གིས། བསྐྱེད་བྱ་དེ་འདྲའི་གཅིག་འགྲོ་བསྡད་དོ། ཨ་ནི། ཨ་འདི་རྒྱབ་ལྗོངས་འདི་ག་འདྲའི་ཡིན་མིན་འདི་ཁ་གསལ་བོ་ཅིག་ཧ་མ་གོ་ནི་ག་ལ་བ་རེད། མང་པོ་ཅིག་ངའི་བསམ་ཚུལ་ལི་ཡ་ད་ཆེད་མངགས་ཁོ་རང་གིས་ཡང་སྐྱ་སྐྱ་བྱེད་འདྲའི་རྩེད་ཁོག་རེ་ལ་ནས་མིག་གིས་ལབ་སྐྱོ་དེ་འདྲ་ད་ཡིན་གྱི་མ་རེད་ཁོ་རང་ཚོ་ལི་ཡ་ཨིན་ཧྥུ་མེ་ཤིན་འདི་ཨམ་ཆོ་ནང་ལ་ཏག་ཏག་ཅིག་མ་འཛུལ་བ་ཡང་མེད་ན་མ་གོ་བ་གང་ནས་མ་རླབས་སྐྱོ་འགྲོ་བ་བྱས་ནས་གང་ལྟར་ཨ་ནི་འདིར་མ་འཕྲོས་ནས་གང་ལྟར་ཅིག་གི Chinese whisper ལུགས་ཡོད་ང་ཚོ་སྐད་ཆ་གཅིག་ནས་གཅིག་བཤད་མི་གཅིག་ནས་གཅིག་ལ་བག་གྲོ་བྱེད་དུས་ཙམ་པ་མི་བཅུ་སར་སླེབས་དུས་སྐད་ཆ་གོ་ར་ལོ་བ་ཆགས་འགྲོ་ཡ་ཆོག་འོང་དེ་འདྲས་འདྲ་བོ་ཅིག་ཆགས་ཡིན་སར་བ་ཅན་གང་ལྟར་ཡིན་པ་ཡིན་ནས་འདིའི་གན་ཡང Society ནང་ལོག་ལ་ཡང Damage བཟོ་བ་འགྲོ་དུ་བ་འོང་ཨ་ནི་སྟབས་ཡག་དེ་ལ་ཡང་ད་ད་ད་ངེད་ཅག་ཨ་ནི་ང་ཚོའི་སྤྱི་ཁང་ནས་ཡང། ཁོ་རང་ཚོས་ཀྱིས་འདི་བཏང་འདུག་ཨ་ཁ་དང་ཁྱབ་བསྒྲགས་ནི། སྤྱིན་བདག་ནམ་རྒྱུན་ནང་བཞིན་བྱས་པས་ཀྱི་ག་འདའ་ཟ། སྤྱིན་བདག་བདུན་པའི་ཟླ་རེ་བཅུ་གཅིག་ལ་ཡ་ནི་ཡང་མཛད་སྒོ་རང་འདུག་ཨ་ནམ་རྒྱུན་ནང་བཞིན་ཡོད་ས་རེད། ཞོ་ཁའི་ནས་བྱས་ནི་དགོན་བདག་འགོག་བཤད་བྱས་ཨ་ནི་དགོན་བདག་དཔའ་བྲིས་དང་ཚང་མ་དུ་ལེན། ཨོ་འོ་འདི་ཡིན་ན་ནི་ནམ་རྒྱུན་ཁྱེད་རང་ཚོས་ཀྱིས་བརྙན་ནས་ཡ་བརྙན་ལྡན་བྱས་ནི་ཡ། ང་ཚོ་ནམ་རྒྱུན་ནང་བཞིན་བྱས་པའི་གྱི་ནི་དགོངས་པ་ཞུས་བཞག་ཀྱོ་ན་ནི་ཁྱེད་རང་ཚོ་ལ་ཡང་ག་ཡེ་མི་འདུག་ཁྱེད་རང་ཚོ་ནི་འདས་ས་ད་རེས་བཅུ་གཅིག་ལས་ནི་ཡང་མཛད་སྒོ་དང་ཆ་ཚང་འདུག་ས་ནི་ཐུགས་ལྷོད་ལྷོད་བྱེད་ནི་ཡང་ཞུགས་ལ་ཡང་ཡིན་ནི་གང་ལྟར་གཅིག་གི་ཕ་ཆོས་དེ་གི་དེ་འདྲ་ཡོད་མ་རེད་ལ་ཡ་དེ་དེ་འདྲ་མ་རེད་བཞག་ད་ད་དེ་ཁྱབ་བསྒྲགས་སྐོར་ནང་ང་ཚོ་དགའ་ལྡན་ཆོས་འདུལ་གླིང་གི་བཏང་བཞག་ཨ་ཡེ་དེ་ཡང་སྒང་དེ་ལ་སྦྱར་གྱི་ཡིན་རོ། ཧོ་ཨ་ནི་གཉིས་པ་དེ་ལ་ཡིན་ན་ནི་གང་དག་ཅིག་གིས་བྷ་གའི་སྡེ་དགེ་དེ་འདའ་ས་འདའ་བ་ལ་ཅི་འདའ། དུན་པའི་ཏཱ་རི། དྲུག་ལ་ཡར་དེ་རྫས་སྒོར་རེ་ལ་ཡར་དེ་ནང་ལོགས་ལ་ཡིན་པ་ཡིན་ན། གང་དག་ཞོ་གས་འབྲེལ་བ་ཅིག་བྱས། ཞོ་གས་སྤྱོད་དུས་བརྒྱད་པ་དགུ་བ་བསང་གསོལ་བྱས་ཨ་ནི program གྱི་ཡོས་ལ་ནི་ཁྱོད་ཞྭ། ཨ་ནི་ཆུ་ཚོད་གསུམ་ལ་ཕྱེད་ཀ་ནང་ལོགས་ལ་ཨ་ནི་ད་འདའ། ཁ་སིང་མི་ཁ་ཤས་ཅིག་གིས་ལབ་དེ་ཡར་ལ་ཡར་ད་འདའ། དབང་ཡོད་རེད་ལ་ནི་ཅིག་ལབ་གི་འདུག་ཨ་ཡ། ཆོས་དུས་གསུམ་དུ་བྱ་དགའ་འདི་ནི་ང་ཚོའི་གི་སྤྱི་ཁང་གི་འདི་ནང་ལོགས་ལ་ཡ་ག་ལ་བ་རེད། ལས་བྱ་འདི་རྫས་བྱ་ནང་ལོགས་ལ་ནི་མི་འདུག་རོ། ཨ་ནི་འདི་ཕ་ཆོས་གི་ད་ལྟ་ང་ལ་འདི་ལིང་འདི་ཁ་ཟིན་ཡོད་འདི་ལས་ད་བཀླགས་ནི་སྙན་མ་སོང། ཨ་ནི་ཕ་ཆོས་གི་ས་སྐྱ་ཁོ་རང་ཚོའི་གི་ད་ལྟ་ལས་བྱ་ད་ལྟ་འདི་གི facebook གི་ངོ་དེབ་གྲོགས་ལ་བ་རེད་ཁོ་རང་ཚོའི་ཁྱབ་བསྒྲགས་འདི་ནང་ལོགས་ལ་ཡིན་པ་ཡིན་ན། ཨ་ནི་ཆོས་དུས་གསུམ་དུ་བྱ་དགའ་ལ་ཡ་བ་ཕ་ཆོས་ལ་ཡ་ནི་ཁོ་རང་ཚོའི་གི་སེན་ཏྲེལ་ནང་ལོགས་ལ་ཡང་ཨ་ནི་ད་ལྟ་འདི་ཡོད། དབང་ཡོད་རེད། འདི་ག་ད་ལོ་དྲུག་ཅུ་རེ་ལྔ་སྒང་ལ་ཡིན་ན་ཁོ་རང་ཚོ་ཕེབས་ན་དཔེ་ཡག་པོ་རེད་ལ་ནི་ཁྱོད་བཞག་ཨ་ནི་གལ་སྲིད་ཁྱེད་རང་ཚོ་ཨ་ནི་འདི་འདྲའི་གི་འགྲོ་འདོད་དང་དབང་ཞུ་འདོད་འདི་འདྲ་ཡོད་པ་ཡིན་ན་ཨ་ནི་གཟའ་ཟླ་བ་ལ་ཡང་ཁྱོད་ཚོས་གསུམ་དང་ཕྱེད་ཀ་ནོན་པའི་བར་འགྲོ་ན་ཨ་ནི་ད་ཁྱེད་རང་ཚོ་དབང་ཐོབ་དགོས་ས་རེད། ཨ་ནི་ག་ད། ལགས་དེ་ལ་གར་ལངས་ཀྱི་འཕྲོ་སླ་བས་ན་ད་ག་འདའ་ད་ལེན་གྱི་ནི་ཅི་འདའ། དུན་པའི་སྟ་རིའི་གྲོགས་ལས་ཡར་འཁྲུངས་གང་ལྟ་ངན་དེ་ནི་ག་འདའ Bonus རང་རེད་ཤག་ང་ཚོའི Toronto མི་མང་ལ་ཡང Bonus ཨོ་ནམ་རྒྱུན་ནས་ནི་ཡོང་དེ་ཨེ་གི་སྟ་རི་ས་སྤེན་པ་ལ་ཡོད་ཨེ་གི་པར་ཏི་དང་མཛད་སྒོ་དང་འགོག་བཤད་དང་ལ་ཡ་དེ་ཚོ་ཆ་ཚང་ཡོད་པ་བྱས་ཨ་ནི་ཟུར་དེ་ལ Bonus དེ་ལ་ཡང་ཨ་ནི་ས་སྐྱ་གོང་མ་འབྲོང་བུ་བཞིན་ཨ་ནི་བག་ཨེ།

གཉིས་སུ་བའི་རེ་ཞྭ་ནི་ཡོང་ངའི་མི་མ་ཡིན་པ་ཡིན་ན་ད་ལན་དེ་ལ་ཡ་ད་ལན་འཁྲུངས་སྐར་དེ་ལ at least entry fee བྱས་པའི་གི་མི་གཅིག་ཡོང་དགོས་ཡོད་ན་དགོང་མོ་ཉི་ཤུ་ད་ལན་གི་འཁྲུངས་སྐར་དེ་དགོང་མོ་ཉི་ཤུ་གཅིག་ཐལ་བ་འགྲོ་ས་རེད family གཅིག་ཡོང་དགོས་ཡོད་ན་མི་དགོང་མོ་བརྒྱ་འདྲ་བོ་གཅིག་གི་ག་ད་འགྲོ་སོང་ཐལ་བ་གཅིག་རེད་ག་ད་ཐེ་མོ་གཉིས་འཁྲུངས་སྐར་ཉིན་མོ་གཉིས་བཏང་དགོས་སྐྱོ་བྲོ་བོ་ཆ་དེ་དུ་བ། འོ་འདི་འདྲས་ཟེར་ནས་ཅིག་ལ་ངས་དྲོ་སོང། ལ་སོ། ཨཱ་འདི་ཐེ་ཝན་འདྲ་བསོ་གོ་ཡོད་ན་ཨཱ་ནི་འདི་ལྟའི་ཞིག་གི་གནས་ཚུལ་འདི། མི་མང་པོ་ཅིག་ལ་ཁྱེད་རང་ད་ལྟ་ཉེ་ལ་བ་ན་བཞིན་གི་ཡང་འདི་འདྲས་ཀྱི་གོ་ནོར་འདྲ་བོ་ཅིག་ཐད་ནས་ལྟས་ཡས་མ་དྲོ་བདེ་འཇོག་འདི་འདྲས་ཡོད་པ་ཡིན་ན་ཡང་ངས་ཀ་ཅིག་འདི་ཁྱེད་རང་ཚོས་ཀྱི་ཕ་ལྟས་ཅིག་གསལ་བཤད་བྱེད་ནས་གཙང་མ་ཅིག་ཕ་ཅོག་རོགས་པ་རེད་གྲོགས་པོ་རེད་གྲོགས་མོ་རེད་ཅིག་ལ་ཡང་གསལ་བཤད་བྱེད་ལབ་པ་ཡིན་ན་ཡང་འདི་འདྲས་ཀྱི་འཁོན་འཛིན་བརྗོད་རང་གང་དག་ཅིག་གི Doubtfulness ཡོད་སྐྱོ་འདི་མེད་པ་བྱེད